གནམ་འོག་གི་སེམས་རྒྱུད་ཚན་པས་ཀུན་ཁྱབ་བརྙན་འཕྲིན་ལེ་ཚན་གྱི་སྤྱི་ཚོགས་དཔྱད་བརྗོད་ལས་རམ་ལ་སེམས་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་ཁོང་ཁམས་བཟང། ཐེངས་འདིའི་ལེ་ཚན་སྙན་སྒྲོན་པ་ཕྲན་ཉག་རོང་བློ་དགའ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཞི་བརྒྱད། བོད་ཟླ་བཅུ་གཉིས་པ་རྒྱལ་ཟླ་བའི་ཚེས་ཉི་ཤུ་རྩ་བཞི་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་མྱུར་ཚད་གཉིས་ལོའི་ཕྱི་ཟླ་གཉིས་པའི་ཚེས་མྱུར་ཚད་ལྔ་རེ་ས་པ་སངས་རེད། ཟླ་དེ་རིང་གི་ལེ་ཚན་ནང་ལོགས་ལ་ཡ། བོད་རྒྱ་ཡིག་རིགས་གཉིས་ལྡན་གྱི་རྩོམ་པ་པོ་དང། བོད་རང་བཙན་འཐབ་རྩོད་པ་ཨ་ཚོགས་ཀླུ་མཁར་བྱམས་ཀྱི་རྩོམ་ཡིག། བྱ་འབྲུ་སྔོན་ཟླ་བའི་ཕྱི་མོ། བྱ་ཤིང་གསལ་བའི་མེ་ལོང་མ་ཟེར་བ་དེ་ངེད་ཅག། ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་ཟླ་བ་དང་པོའི་གི་ཚེས་ཉི་ཤུ་རྩ་བདུན་ཉིན་མོ་དེ་ལ་ཁོ་རང་སྒེར་གི་ངོ་དེབ་ཐོག་ལ་ཡང་དྲིལ་བསྒྲགས་གནང་པའི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད། དེའི་གི་གཡས་གཡོན་ལ་ཡང་རྩོམ་པ་པོ་མང་པོ་ཅིག་གིས་ཧ་ཅང་གི་ཐུགས་སྣང་ཆེན་པོ་གནང་སོང། རྩོམ་ཡིག་དེ་ལ་ཡང་ཚིགས་བཅད་བཅུ་བཞི། ཡོད་བསྡད་པ་ཅིག་དང་ཨ་ནེ་འདྲེ་ཤེས་འགྲོ་ཐུང་ཐུང་ཅིག་གཤམ་དུ་ཡོད་རེད། རྩོམ་ཡིག་དེའི་ཨམ་སྐད་ཀྱི་ནང་ལོགས་ལ་ཡང་ཚིགས་སུ་བཅད་པ་རེ་རེ་རེ་རེ་བྱིན་ནས་སྒྲོག་སྦྱང་ཞུ་ཡག་དང། དེ་ནས་འདི་ག་རྩོམ་སྒྲིག་པས་ཀྱི་ཚོད་དཔག་རང་བཞིན་ཅན་གྱི་འགྲེལ་བརྗོད་ཐུང་ཐུང་རེ་མཉམ་དུ་མཉམ་དུ་སྒྲོག་ཡག་བྱས། དེའི་རྗེས་ལ་ཡང་རྩོམ་ཡིག་དེ་ལ་ཡང་མཆན། དྲིན་མཁན། རྩོམ་པ་པོ་ཅོ་རི་ཉི་མ་ལགས་ཀྱིས། མཆན་ཡང། མཉམ་དུ་མཉམ་དུ་ལྷན་ཐབས་བྱས་ནས། ངོ་སྤྲོད་མཉམ་སྦྱར་གྱི་ཚུལ་འདྲ་བོ་ཅིག་བྱས་ཅེས་ངོ་སྤྲོད་བྱས་ཡིན། གཞི་རྩའི་ཆ་ནས་ཀྱི་བྱ་འབྲི་མགོན་ཟླ་བའི་རྟོགས་བརྗོད་ཀྱི་ནང་དོན་འདི། གནའ་སྔ་མོ་རྒྱ་གར་གྱི་ཡུལ་བཱ་ར་ན་སི་ལ་ཡ། རྒྱལ་པོ་ལྷས་བྱིན་གྱི་སྲས་ལྷ་སྣང་སྟོབས་ལྡན་དང། རྒྱལ་པོ་མ་ཤུ་ཀའི་སྲས་མོ་མ་ཏི་མ་གཉིས་འཁྲུངས་ས་བསྐྱོན་པའི་རྗེས་ལ་ཡང་ཕྲུ་གུ་མ་སྐྱེས་པའི་དཀའ་ངལ་ཆེན་པོ་ཡོད་པ་ཡིན། དུས་སྐབས་དེ་དུས་རྒྱ་གར་ནང་གི་ཆོས་རྒྱལ་བཟང་པོ་སྦྱིན་པ་ཞེས་པ་ཁོང་དགོངས་པ་རྫོགས་བྱས་ནས་ཁོང་གི་རྣམ་ཤེས་ལ་ཡང་འཕགས་པ་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་ཀྱིས་བྱིན་རླབས་མཛད་ཅེས་དེའི་རྣམ་ཤེས་དེ་ལྷ་ལྕམ་མ་ཏི་མ་ལ་ཡང་ལྷུམས་སུ་ཞུགས་ནས་སྲས་གཅིག་འཁྲུངས་པ་དེའི་མཚན་ལ་ཡང་ཆོས་ཀྱི་དགའ་བ་ཞེས་བྱའི། རྒྱལ་བུ་ཆོས་ཀྱི་དགའ་བ་ཟེགས་ཡོད་ན་འདྲ་ཁོང་གི་སྐུ་ཚེའི་སྨད་ལ་ཡང་འཇའ་འབྲུ་སྔོན་ཟླ་བ་ཞེས་ནས་ཞུགས་ཡོད་རེད། ཕྱི་རྟག་ཏུ། འཇའ་ཁུ་བྱུག་འབྲི་སྔོན་ཅན་གྱི་གཟུགས་གཅིག་དང་ནང་རྟག་ཏུ་རྒྱལ་བུ་ཆོས་ཀྱི་དགའ་བའི་གི་རྣམ་ཤེས་ཅན་བྱས་ནས་ད་གང་ལྟར། ཁོང་གི་རྒྱལ་སྲིད་བསྐྱངས་པའི་གི་ལོ་རྒྱུས་ཟེར་ན་འདྲ། རྣམ་ཐར་ཟེར་ན་རེད། རྟོགས་བརྗོད་ཟེར་ན་རེད་དེ་རེད། བོད་ཡིག་གི་ཐོག་ནས་བཅར་འདྲི་སྔོན་བརྡ་བའི་རྟོགས་བརྗོད་དེ། བོད་ཡིག་རྩོམ་པ་པོ་སྟག་ཕུ་བློ་བཟང་བསྟན་པའི་རྒྱལ་མཚན་ནས། དུས་རབས་བཅོ་བརྒྱད་པའི་དུས་དཀྱིལ་ཙམ་ལ་ཡང་བྲིས་གནང་བ་དང་སྐབས་དེ་དུས་ཡིན་ན་བོད་ཕྱི་ནས་སོག་པོ་ཇུན་གར་བས་བོད་བཙན་འཛུལ་བྱས་པའི་བསྒྲགས་ཟིན་གྱི་གནས་ཚུལ་རེད། བོད་པ་ནང་ཁུལ་ལ་ཡིན་ན་ཡང་ངག་ལམ་སྦྱར་གསུམ་དང། ཕོ་ལྷ་བས་བར་ལ་ཡང་དབང་ཆ་འཕྲོག་རིགས། གནད་དོན་ལ་སོགས་པ་འབྱུང་རྗེས་ནས་རྩོམ་པ་པོ་རང་ཉིད་ལ་ཡིན་ན་ཡང་མཐོང་ཐོས་མྱོང་གསུམ་གྱི་བག་ཆགས་ཟབ་མོ་ཡོད་པ་ཡིན་དུས། རྟོག་འཇུག་དེའི་གཞུང་གི་དཔེ་རྒྱན་ལ་སོགས་པ་མཚོན་བྱ་མཚོན་བྱེད་ཀྱི་ནང་དོན་ཧ་ཅང་གི་ཕྱུག་པོ་ཡོད་པ་མ་ཟད། ནང་དོན་ཚང་མ་མདོར་བསྡུས་ནས་ཞུས་པ་རེ་ཞིག་ཡིན་པ་ཡིན་ན། གོང་དུ་ཞུས་པའི་རྒྱལ་པོ་ཆོས་ཀྱི་དགའ་བ་ཁོང་རང་ཉིད་ཀྱི་གཤམ་འོག་གི། འབངས་མི་ནང་ལོག་ལ་ཡང་རྡུལ་བློན་གཡོ་སྒྱུ་ཅན་དམངས་པོ་གཅིག་གིས། རྒྱལ་པོ་དང་འབངས་གཉིས་ཆ་ལུགས་ལ་ཡང་དཀའ་ངལ་ཆེན་པོ་བཟོས་པ་དང། མཐའ་མ་དེ་ལ་ཡང་རྒྱལ་པོ་རང་ཉིད་ཡང་སྐུ་ངལ་ཚད་མེད་བྱུང་བ་ལ་སོགས་པའི་གིས་ནང་དོན་རྡོག་རྡོག་འགྲོ་གཅིག་བྱས་པས་ན་དེ་འདྲ་ཞིག་རེད་ཤག། ད་དེང་སང་བོད་པའི་སྤྱི་ཚོགས་ནང་ལོག་ལ་ཡང་བསམ་པ་ངན་པ་སྐོར་གཅིག་གིས། བོད་གཞུང་སྒེར་བདག་བྱེད་པ་དང། ད་ལྟའི་སྐབས་ལ་ཡང་བོད་མི་མང་དང། རྒྱ་བོད་རུམ་བཅས་ལ་ཡང་སྐུ་ངལ་འཕྲད་བཞིན་པ་གནས་ཚུལ་དེ་ཚོ་གཅིག་པ་འདྲ་བོ་ཞིག་ཆགས་ནས་ཡོད་པ་ཡིན་དུས། ད་ལྟའི་རྩོམ་ཡིག་འདི་གནད་འགག་འདྲ་བོ་ཞིག་ཆགས་ཀྱི་འདུག་ང་རང་སྒེར་པས་ཀྱི་ངོ་དེབ་ཐོག་ལ་ཡང་ཨ་ཚོགས་ཀླུ་མཁར་བྱམས་ཀྱི་རྩོམ་དེ་སྤེལ་བ་ཡིན་ཙང་དེའི་འོག་ལ་ཡང་མཆན་འབྲི་མཁན་ཧ་ཅང་མང་པོ་འདུག་ལྷག་པར་དུ་མང་པོ་གཅིག་གིས་ང་རང་སྒེར་གྱི་ཐོག་ལ། ཚུལ། འགྲེལ་བ་གནང་སོང། རྩོམ་པ་པོ་མང་པོ་གཅིག་གིས་ཤོ་ལོ་ཀ་རེ་གཉིས་ཙམ་ལས་ཆེ་བྲིས་མི་འདུག་མང་པོ་གཅིག་གིས་རྩོམ་སྤྱི་ཡོངས་ཀྱི་ཆ་ནས་ནང་དོན་རུབ་བསྡུས་འདྲ་པོ་ཅིག་བྱས་ཤག་ཡང་ཁག་གཅིག་གིས་མཆན་གང་ཙམ་རིང་པོ་བྲིས་ཤག་དེ་ཡིན་ན་ཡང་ཆ་ཚང་བ་འདྲ་བྱུང་མི་འདུག་ཁག་ཁ་ཤས་གཅིག་གིས་གསར་འགོད་པ་ཁྱེད་རང་ལ་ཡག་ཕྱར་གྲུ་མཉམ་སྡེབ་ཀྱི་ཚུལ་སྒྲོག་བྱེད་མ་གཏོགས་དཔྱད་བརྗོད་ནང་ལོགས་ལ་ཡང་མ་སྤེལ་རོགས་ཟེར་བྱས་ཁོང་ཚོ་གིས་ཞེད་སྣང་བྱས་ནས། རྨོངས་དད་ཁ་ལ་འཁྱར་བྱས་ནས་ཁ་མ་དང་དབྱེ་འབྱེད་བྱེད་མཁན་དང་དར་ནག་ཕྱོགས་གཏོགས་ཀྱི་འཐབ་འཛིང་ལ་ཞེད་སྣང་སྒྲོག་ཅིག་གནང་གི་འདུག་བ། དེ་སྔ་ལེ་ཚན་འདི་གི་ཆེད་དུ་བརྙན་ཐུང་ཞིག་དྲིལ་བསྒྲགས་བྱས་རྗེས་དེའི་ནང་ལོགས་ལ་ཡ། མཆན་ཆ་ཚང་ཞིག་བྲིས་འགུགས་ཡོད་པ་དང་ལེ་ཚན་དེ་དངོས་སུ་སྤེལ་བ་ལ་ཡ། མཆན་འབྲི་བ་པོ་རང་ཉིད་ཀྱིས་ཆོག་མཆན་འགུགས་འདུག་ཟེར་ནས་དོན་ཚན་གཉིས་འདྲ་བོ་ཅིག་ཕུལ་ཡོད་རེད་དེ་ཡིན་དུས། རྩོམ་ཡིག་དེ་གི་ཚིགས་བཅད་བཅུ་གཉིས་པ་མ་གཏོགས་པའི་གི། མཆན་འབྲི་དགོས་ས་ཡོད་པ་ཚང་མ་ལོགས་ལ། མཆན། བྲིས་ཐུབ་མཁན་དེ་རྩོམ་པ་པོ་ཅོ་རི་ཉི་མ་ལགས་ཁོ་རང་གཅིག་པོ་རེད་ཤག། ལྷག་པར་དུ་ལེ་ཚན་འདིའི་ནང་ལོགས་ལ་ཡང་བརྒྱུད་སྤེལ་ཞུ་ཡག་ལ་ཡང་ཆོག་མཆན་གནང་སོང། རྒྱུ་མཚན་དེ་འདྲའི་གི་དབང་གིས་བརྒྱུད་ལམ་འདི་ནས་གི། དཔྱད་རྩོམ་སྙན་ངག་འདིའི་གི་མཆན་འགོད་པ་པོ། རྩོམ་པ་པོ་ཅོ་རི་ཉི་མ་ལགས་ལ་ཡིན་ན་ཡང། ཕྲན་གསར་འགོད་པའི་གི་གནམ་འོག་གསར་འགྱུར་ཚན་པའི་དཔྱད་བརྗོད་ལེ་ཚན་ལ་གསན་གཟིགས་གནང་མཁན་ཡོངས་ཀྱི་ཚབ་ཞུས་བྱས་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ད་དེ་ནས་ཨ་ཚོགས་ཀླུ་མཁར་བྱམས་ཀྱི་རྩོམ་ཡིག་དེ་ལ་ཡང་སློབ་སྦྱོང་གནང་མཁན་དང། ལེ་ཚན་འདི་ལ་ཡང་གསན་གཟིགས་གནང་མཁན་ཚོ་གི་རབ་བྱུང་པ་ཡིན་ན་རྩོམ་ཡིག་འདི་གི་རྣམ་དཔྱོད་འདོན་ས་གཙོ་བོ་དེ་བྱ་འབྲི་སྔོན་དར་བའི་རྟོགས་བརྗོད་ལ་རྒྱུས་ལོན་རོབ་ཙམ་ཅིག་གནང་ཐུབ་ན་ཡག་པོ་ཡོང་ས་རེད། ལེ་ཚན་འདི་ཁ་གསལ་པོ་ཞིག་ཡོང་ཡག་གི་ཆེད་དུ་འདི་ག་གསར་འགོད་པའི་གི་ཐོག་ནས་ཡིན་ན་ཡང་ཀླུ་མཁར་བྱམས་ཀྱི་རྩོམ་ཡིག་དེའི་ནང་ནས་ཟུར་འདོན་ཞུས་པའི་གི་བྱ་ཚང་མ་དང། དེ་དང་འབྲེལ་ཡོད་ཀྱི་སྲོག་ཆགས། གཞན་ཡང། བརྙན་པར་གྱི་ལམ་ནས་ངོ་སྤྲོད་རབ་ཙམ་ཞུ་གི་ཡིན་དང་པོ་དེ་ལ་ཅིག་ཟེར་བ་ན། ད་དེ་ནས་ཇག་ངོ་སྤྲོད་བྱེད་ཡ་ཡིན་ཙང། འདི་གི་རྩོམ་ཡིག་འདི་ནང་ལོགས་ལ་ཡོད་པའི་གི་ཇག་ཧ་ཅང་མང་པོ་ཅིག་ཡོད་རེད་དེ་དང་འབྲེལ་བའི་སྲོག་ཆགས་གཞན་པ་ཡང་དེ་འདྲ་ཡོད་རེད། དེ་ནས་བརྙན་ཐུང་གི་ལམ་ནས་ཇག་ངོ་སྤྲོད་བྱེད་ཡ་ལ་ཡ། དང་པོ་དེ། ཁོར་ཡུག་ཟེར་གི་ཡོད་ན་འདྲ། ཁུ་བྱུག་ཟེར་གྱི་ཡོད་ན་འདྲ་དེ། བྱ་དེ་ད། ནམ་རྒྱུན་ཡོངས་གྲགས་འདྲ་བོ་ཆགས་ཀྱི་ཡོད་རེད་དེ་རྣམ་པ་ཚོས་གཟིགས་བཞིན་པ་དེ་བྱས། ད་དེའི་རྗེས་ལ་ཡ། སྦྲང་མ། ཟེར་དེ། མེ་ཏོག་སྒང་ལ་ཡ་མེ་ཏོག་གི་རྩི། ཟ་དེ་ངེད་ཅིག་གི། འབུ་སྲིན་ཅིག་རེད།

ད་ལྟ་རྩོམ་ནང་ལོ་ལ་ཕོ་རོག་དཀར་པོ་ཟེར་ལ་འོང་དུས་ག་ལ། དེ་ཅི་གི་མ་འདྲ་བ་འདྲ་བོ་ཅིག་རྣམ་འགྱུར་ཤེས་ཀྱི་ཡོད་རེད་བ། སྤྱི་བཏང་ཕོ་རོག། སྤྱིའི་ཆ་ནས་ནག་པོ་རེད་བ། འོ་དེ་འདྲ་ཡིན་དུས་ད་ལྟ་འདི་འདི་ལ་ཕོ་རོག་ངོ་སྤྲོད་བྱས་ཡ་བྱས་བྱས་ཨ་ནི་ལྗགས་ཀྱི་རིགས་དེ། རྩོམ་ཡིག་ནང་ལོ་ལ་ཡོད་བསྡད་པའི་གི་རྣམ་པ་ཚོ་ངེས་པར་དུ་མཁྱེན་དགོས་ཡ་གི་རིགས་དེ་ངོ་སྤྲོད་ཞུས་ཚར་བ་ཡིན། ད་དེ་ནས་རྩོམ་ཡིག་གི་ནང་དོན་ངོ་སྤྲོད་དང་རྩོམ་ཡིག་གྱར་འདོན་དབུ་འཛུགས་ཞུ་ཡ་ལ་ཡ། རྩོམ་ཡིག་དེའི་གི་ནང་ལ། བོད་ཟེར་བ་དེ་གཞིས་བྱེས་གཉིས་སུ་ཁ་གྱེས་ཡོད་པ། ཡང་མིན་ན་རིགས་ཡུལ་གཉིས་སུ་གནས་ཡོད་པ། དེ་འདྲི་གྱི་ཡིན་དུས་ད་རྡ་རམ་ས་ལའི་རི་ངོགས་ལ་ཡོད་པའི་གི་རི་བ་ཚང་ཟེར་ན་འདྲ། དེ་ལ་ཡ་ད། བྱ་ཚང་གོང་འོག་གཉིས་སུ་གྱེས་ནས། བྱ་ཚང་གོང་མ་དེ་དགའ་ལྡན་ཕོ་བྲང་དང་བྱ་ཚང་འོག་མ་དེ་བཀའ་ཤག་ལ་གོ་དགོས་ཡོད་པ་དེ། རྩོམ་ཡིག་དེ་ལ་མཆན་འབྲི་མཁན་ཕལ་མོ་ཆེ་གིས་ངོས་འཛིན་དེ་གནང་བཞག་དེ་ཡིན་དུས་དེའི་ཐོག་ནས་ད་གཞི་བཞག་གི་ཐོག་ནས་ནང་པ་ཚོ་ལ་ཡང་ངོ་སྤྲོད་ཞུ་ཡ་ཡིན། དེ་ནས་སྒང་ལ་ཡང་ངོ་སྤྲོད་ཞུས་པ་ནང་བཞིན་བྱས་ནས་རྩོམ་ཡིག་ཚིགས་བཅད་རེ་རེ་རེ་རེ་མང་ཨང་སྐད་ཀྱི་ཐོག་ནས་གྱེར་འདོན་ཞུ་ཡ་དང་འདྲ་བའི་ཐོག་ནས་འགྲེལ་བརྗོད་རིམ་པས་རིམ་པས་བྱེད་ནས་འགྲོ་ཡ་ཡིན། ཤར་འབྲི་སྔོན་ཟླ་བའི་ཞིབ་མོ་ཞག་ཤས་གསལ་བའི་མེ་ལོང་མ་བཞུགས་སོ། ཚིགས་བཅད་དང་པོ། ཤོག་སེར་འདབ་མ་གསེར་གྱིས་བྱོན་པའི་རི་ཤོ་དེའི་ལྟེབས་ཁུག་ན། ལྷོ་མོན་གུ་ལུའི་གསུང་སྐད་འགག་པ་གནས་དུས་འཚོ་རྩིས་ཡིན་ལས་ཆེ། སྐྱེད་ཚལ་དགུན་ཁ་གཡས་ལ་བསྒྱུར་བ་རང་བྱུང་མ་མོའི་ཆོ་འཕྲུལ་ཏེ། སྦྲང་མ་ར་དང་བྱེ་མ་ལེབ་ཀྱིས་བྲན་པའི་ཡིད་ལ་ག་ནས་བྱུང། དེའི་ནང་དོན་དེས་རྡ་རམ་ས་ལའི་རི་ཁུག་དེ་ལ་ཡ་སྐུ་སྒར་ཡིག་ཚང་གི་ནང་ལོགས་ལ་རྒྱ་ནས་ཁྱབ་པ་ཡོངས་གྲགས་ཆགས་པའི་རྗེས་ལ་ཡ་རྒྱ་འོར་མོ་གཅིག་སྐུ་ཆེའི་གནས་སྟངས་སྐོར་ལ་ཡ་གསལ་པོ་མེད་པ་དང། མི་མང་ལ་ཡིན་ན་ཡང་སེམས་སེམས་ཁྲལ་ལངས་པ། དྲ་རྒྱའི་བརྒྱུད་ལམ་ཁག་ལ་ཡིན་ན་ཡང་མི་མང་མགོ་སྐོར་འོག་ལ་འཚོལ་ཐབས་བྱེད་པ་འདྲ་པོ་གཅིག་གིས། པར་དེ་འདྲའི་ཡང་བཀྲམ་ཡོད་རེད། གནས་དུས་ཚོད་རྩིས་འདྲ་པོ་ཅིག་གི་གནས་ཚུལ་ཞིག་ཆགས། གང་ལྟར། ལུག་མགོ་གཏད་ནས་ར་ཤ་བཙུམ་པ་ལྟ་བུ་དབྱར་དུས་ཀྱི་པར་གྱི་སྟེང་བྱིན་ནས་དགུན་ཁའི་གནས་སྟངས་མཚོན་པར་བྱེད་པ་ལ་སོགས་པ། དེ་འདྲའི་གི་ཐབས་སྡུག་པོའི་གི་རྡ་སའི་གི་རྫ་བྲག་གི་གནས་སྟངས་དེ་ངོ་སྤྲོད་གནང་ཤག། འདིའི་གི་དཔེ་དེ་ལ་ཡ་རྒྱ་ཁུ་ཡུག་གི་གསུང་འགག་པ་དང། སྦྲང་མ། མཆི་མ་ལེབ། བཞིན་ཡོད་པ་ཡིན་དུས། ཆེས་འགྲུལ་པ་པོ་གིས་ཚོད་དཔག་གནང་བ་ལྟར་བ་ཡིན་ན་འདིའི་ནང་གི་ལྷོ་མོན་ཁུ་བྱུག་གི་སྲུང་འགག་པ་དེ། ནམ་རྡུལ་དགུན་ཁ་ཡིན་པ་ཅིག་འཚོལ་གྱི་ཡོད་པ་དང། སྦྲང་མ་དང་ཕྱི་མ་ལེབ་ཟེར་བ་དེ་བོད་ཀྱི་བདག་པོ་བོད་མི་མང་ལ་གོ་དགོས་པ་ལྟ་བུ་ངོས་འཛིན་གནང་བཞག། ཚིགས་བཅད་གཉིས་པ། གྲགས་ཅན་བརྒྱུད་ལམ་མ་དར་བ་དང་གོམ་ཆེན་ཡོངས་དག་མ་བཟོས་པར། སྒྲུབ་ཕུག་སྒོ་མོ་བཤང་སྟེ་ཚང་གི་དགོན་བཀག་སྒྲུབ་པའི་ལས་ལ་རེམ། མཛད་པའི་མཇུག་མ་བྲག་དབང་དེ་ཡང་དོ་ཞག་ལན་དགུ་ཆད་མཐུ་རེད། འདི་ཡི་རྒྱབ་ན་ཡོང་གཟི་མེད་ན་ལྷ་ཡི་ལྷ་དེའི་མཐུ་རྩལ་ཡིན། དེ་ཡི་ནང་དོན་དེ་བྱ་ཚང་གོང་མའི་ཡི་བླ་མ་རིན་པོ་ཆེ་དེ་སྔ་ནང་བཞིན་སྐད་གྲགས་ཆེ་བའི་བརྒྱུད་ལམ་ཁག་ལ་ཡང་ཕེབས་ཐུབ་ཀྱི་མེད་པ། བཀའ་དྲིན་ཆེ་བའི་གི་སྦྱིན་བདག་ཚོ་ལ་ཡང་མཇལ་ཁ་ཡང་གནང་ཐུབ་ཀི་མེད་པ། སྐུ་སྒར་ཡིག་ཚང་གི་སྒོ་བྱང་ལ་བསྡད་པ་ཟེར་ན་འདྲ་ཁ་བྱང་ལ་བསྡད་པ་ཟེར་ན་འདྲ་དེའི་གི་སྒྲུབ་ཁང་ནང་ལོགས་ལ་ཡིན་ན་ཡང་རྒྱ་བོ་རིམ་གྱིས་དགོངས་ཀི་ཟེར་ཡག་གི་ཞབས་རིམ་ཅིག་སྒྲུབ་ཀི་ཡོད་དམ་མེད། ཁོང་གི་རླབས་ཆེན་གི་མཛད་འཕྲིན་གི་མཐའ་མ་དེ་ད་དྲ་ལམ་ལ་ཕེབས་ཐུབ་ཙམ་ཅིག་གི་གནས་སྟངས་ཆགས་ཀི་ཡོད་དུས་གང་ནི། དེ་ཡང་ལན་དགུ་ཆེད་དུ་བྱུང་བ་ལ་སོགས་པའི་གནས་ཚུལ་དེ་ཚོའི་རྒྱབ་ལ་ཡང་ཞུ་ངན་དང་གླིང་རྙོག་དེ་འདྲ་ཡོད་དམ་མེད། གལ་ཏེ་དེ་མེད་པ་བྱས་ནས་ལྷིང་འཇགས་ཅིག་ཡིན་པ་ཡིན་ན་ད་དེ་རྒྱ་བོར་མ་ཤེས་རང་ཉིད་ཀྱིས་ནུས་མཐུ་རེ་བྱས་ནས་རྩོམ་ཡིག་གི་ངོ་གདོང་ལ་ལྟ་ཡོང་དུས་དེ་འདྲ་འདྲ་ཞིག་བསྟན་བཞག་ཕྱིན་འགྲོ་བ་པོའི་ཚོད་དཔག་གནང་བ་བྱས་པ་ཡིན་ན་འདི་གི་ལྷ་ཡི་ལྷ་ཟེར་ཡ་དེ་དགོངས་སུ་བྱོན་ལ་གོ་གི་འདུག་ཅེས་ནས་བྲིས་འདུག་ཚིགས་བཅད་གསུམ་པ། མངའ་རིས་ཁྱིམ་ཞག་ཀྲོག་ཀྲོག་མགོ་ཡི་ནམ་འཚུབ་སྐེ་ཁ་བོང་བུར་ཤོར། ཨ་མ་སྐྱོང་མོ་མཆུ་མར་མེ་རྐྱང་གོམ་འགྲོས་ངོམ་ས་ཧོལ་གྱིས་འཚང། ང་ལོས་ཕྲ་མོ་ལྕག་ལྕག་ཁ་ལ་གནམ་བདེ་མཁར་ནས་གནམ་ཡིག་འབྱོར། གྲོང་ཟུར་དབུར་སའི་མགོ་སྒུར་ཁོ་ཡང་ཚེར་སྐད་ལྷང་ལྷང་ཐལ་ཐོག་བབས། དེའི་ནང་དོན་དེ་བྱ་ཚང་གོང་མའི་ནང་ལ་ནམ་རྒྱུན། རྩ་བ་ཆེན་པོ། བྱས་ཏེ་ཡག་གི་ཨབ་ཕྲུག་དེ། རྫ་དྲག་གི་དུས་སྐབས་ལ་ཡ་ཁ་གྲགས་རྒྱུ་མེད་པ་ཆགས་བསྡད་པའི་གནས་དང་འཇམ་བསྟེན་དེ་ཆགས་བསྡད་པའི་གནས་དང། རྫ་དྲག་གི་སྡུག་སྐད་དེ་ཡི་གི་བརྡ་ཁྱབ་དེ་ལོག་འགྲེལ་བྱེད་བཞིན་པའི་སྤྱི་ཚོགས་དྲ་ལམ་ཐོག་གི་མི་ངན་དེ་ཚོས་གི་ཁ་ལ་ཤོར་སོང་བ་འདྲ་པོ། བྱ་ཚང་གོང་མ་དེའི་ནང་ལོགས་ལ་ཡ་ཆུ་ཏོག་དམར་བོ་ཡིན་དེ་ངེད་གི་རྨོ་རྨོ། རྫིག་ཉམས་རྐྱང་རྐྱང་སྟོན་འགྲོ་དེ་ངེས་ཅིག་ཡོད་པ་བྱས། ཡང། རྒྱ་ནག་པེ་ཅིན་ནས་ཡང་གནམ་ཡིག་འབྱོར་ས་གཅིག་གི་མི་གཅིག་ཡོད་པ་བྱས། དེ་ནས་ས་མཐོའི་ལངས་པའི་དྲུང་ཆེ་ཟུར་པ་གྱི་རྣམ་འགྱུར་བཅས་ངོ་སྤྲོད་བྱས་ཤག་བྱས་བྱས་བྱས་བྱས་ཙང་གོང་མའི་ནང་ལ་ལམ་ལུགས་རྙིང་པའི་གི་བྱེད་སྟངས་ཡོད་པ་འདྲ་བོ་རྒྱ་ནག་ཡང་བསྐོང་ཚུགས་བྱེད་བཞིན་པ་དེ་ཡིན་དུས་བྱ་ཚང་དེའི་ནང་གི་འཛའ་དྲག་གི་གནས་སྟངས་དེ་བསྟན་ཡོད་པས། གོ་བ་དེ་འདྲ་ཅིག་བླངས་པ་ཡིན། ཆེས་འབྲི་བ་པོས་ཚོད་དཔག་གནང་བར་བྱས་པ་ཡིན་ན། དཔེ་ཡི་ནང་གི་མངའ་རིས་ཁྱིམ་བྱ་ཟེར་བ་དེ་མངའ་རིས་རིན་པོ་ཆེ་དང། བོང་བུ་ཟེར་བ་དེ་དར་ནག་ཚང་གི་མཁས་དབང་ཡིན་ཟེར་བ་དེ་ཚོ། སྐྱུང་མོང་ཆོས་མར་མ་ཟེར་བ་དེ་ཨ་མ་རྗེ་བཙུན་པད་མ། སྔགས་ལུས་ཕྲ་མོའམ་སྐྱ་ཀ་ཕྲ་མོ་སེར་ཏེ་སྐུ་དཀར་གྲོང་ཆེ། མི་འཛིན་པ་མངའ་བ་ཚད་ཀྱང་འོར་སེར་སེར་ཏེ། སྐུ་དཀར་གྲོང་ཆེ་ཟུར་པ། བློ་བཟང་སྦྱིན་པ་ལ་གོ་བོ་འདུག་ཟེར་བྱས་ནས་ཚོལ་བ་སྟེ་ནང་བཞག། ཚིགས་བཅད་བཞི་པ། ཁེགས་པའི་མུར་ལ་ཁེགས་རྒོད་ལ་ནི་སྔགས་སྒྲོ་གང་ལུས་རྩེ་ལ་འཛག། ཚ་བའི་མུར་ལ་ཚ་རྒོད་ལ་ནི་ཤི་སྒྲོ་རླུང་གསུམ་རྡོ་ལ་བབ། དེ་འདྲའི་གུང་མོ་སྐོར་ལོག་གཟིག་གི་མཇུག་མ་ས་ལ་བརྡབ་བཞིན་དུ། ཞྭ་མོ་རྙེད་ན་སྒོ་ང་སྐོར་དང་སྲོག་མོ་ཆོས་ཤིག་གསུང་གི་ཟེར། དེའི་ནང་དོན་དེ་བྱ་ཚང་ཁོང་གཉིས་ཀ་ལ་རྐང་པ་བརྐྱངས་པའི་རིམ་པ་གཉིས་པའི་མི་རྒན་ཅིག་ཡོད་པ་དང་དེའི། ལས་ཀ་གོ་ལོག་དང་ལམ་སྟོན་གོ་ལོག་བརྩམས་བཞིན་པ། སུས་ཅིག་བཤད་པ་ཡིན་ན་ཡང་ཉན་འཇོག་མི་བྱེད་པའི་རྣམ་འགྱུར་མངོན་གསལ་ཡོད་བསྡད་པ་ཅིག། དཔེ་མི་གསལ་བ་ལྟ་བུ་ཅིག་ལ་ཡང། བྱ་མོ་གཉིད་ཁུག་པའི་དུས་སུ་བྱ་མ་དཀྲོགས་པར་སྒོ་ང་ལེན་ཐུབ་ཟེར་བའི་གི་ཆོས་ལོག། ལྷ་བྱ་ལོག་པ་བསྟན་པ་ལ་སོགས་པ། བྱ་ཚང་གོང་འོག་གཉིས་ཀ་ལ་འབྲེལ་བ་ཡོད་པ་བྱས་ཏེ་ལམ་ལོག་ཏུ་ཁྲིད་ཡག་གི་ཉེན་ཁ་ཆེན་པོ་ཡོད་པའི་གི་གནས་ཚུལ་གཅིག། མི་དེ་དང་འབྲེལ་བ་ཡོད་པའི་ཐོག་ནས། བཤད་ཡ་ཡོད་པ་དེ་འདྲི་གི་ངོ་སྤྲོད་གཅིག་གནང་བཞག། ཕྱི་འགྲོ་བ་པོའི་གི་ཚོད་དཔག་གི་ནང་ལོག་ལ་ཡ། འདིའི་གི་བྱ་གོང་མོ་ཟེར་ཡ་འདི་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་ལ་གོ་རྒྱུ་དང་བྱ་མོ་གཉིས་ན་ཞེས་པའི་གི་བྱ་མོ་འདི་གུང་ཁྲན་ཏང་ལ་གོ་རྒྱུ་ཡིན་པ་ལྟ་བུ་འདྲི་བཞག། ཚིགས་བཅད་ལྔ་པ། རྩེད་ཐང་སྒང་ནས་ཤེའུ་འགའ་ཡིས་གནམ་ལ་སྤྱིན་པ་བཏང་འདུག་ཅེས། ཁ་ཐེ་རྒྱ་བཙིར་སྐྱ་ཁྲ་ལངས་ནས་སྐྱག་པ་ཤོར་ཤོར་བཙིར་བ་དང། ཡོལ་བའི་རྒྱབ་ཀྱི་ཧྲག་དྲུག་ཚོ་ཡང་བསྲིས་ན་ཐར་བ་མི་གཏོང་ཟེར། ཤ་ཚང་འོག་མ་གནོང་གཟི་མེད་ན་ད་ནི་གཟི་མེར་བདེ་ན་རེད། ཚིགས་བཅད་དེའི་ནང་དོན་དེ་གངས་སྐྱིད་ཀྱི་རྩེད་ཐང་ལ་ཡང། མི་མང་ནས་མང་གཙོ་སྲུང་སྐྱོབ་ཆེད་དུ། གཞུང་འཛིན་པ་ལ་ཡང། ཞི་བའི་ངོ་རྒོལ། བྱེད་པ་དེ་ཚོ་ལ་མ་ཉེས་ཁ་གཡོག་དང་བཙན་གནོད་བྱེད་པ། ས་གནས་རྒྱ་གར་ཉེས་རྟོག་པ་དེའི་རྒྱབ་ལ་ལངས་པ། ཉམ་ཆུང། བློ་གཟུ་བོར་གནས་པའི་བོད་མི་མང་པོ་ཅིག་ལ་ཡང། ར་སྐད་བཅད་ན་ལུ་སྐད་འདར་བའི་འཇིགས་སྐུལ་བྱེད་པ་ལ་སོགས་པ། བྱ་བཟང་འོག་མའི། ཀུན་སྤྱོད་ངན་པ་དེ་བྱ་བ་ངན་པ་དེ་རྣམ་འགྱུར་ངན་པ་དེ་བསྟན་བཞག། མཆན། འབྲི་བ་པོ་གིས་ཚོད་དཔག་གནང་བ་བྱས་པ་ཡིན་ན་རྩེད་ཐང་སྒང་གི་བྱིའུ་འགའ་ཟེར་ཡ་འདི་བོད་ཀྱི་མང་གཙོ་ཉམས་པ་སླར་གསོ་ཡི་ཨ་མཚོ་མི་ངོ་རྒོལ་བ་དེ་ཚོ་ལ་གོ་རྒྱུ་རེད་ཤག་ཨ་ཁ་བརྡ་ཟེར་ཡ་འདི་དར་ནག་ཚོགས་པའི་གི་ཚོགས་མི་དང། འཇའ་ཁྲ་འམ་སྐྱ་ཁྲ་ཟེར་ཡ་འདི་རྒྱ་གར་གི་ས་གནས་ཉེས་རྟོག་པ། དེ་ནས་ཨ། བསགས་དྲུག་ཆོས་འབྱུང། བྱ་བསགས་པ་ཆོས་འབྱུང་དེ་ཚོ། ངོ་དེབ་ལ་སོགས་པའི་དྲ་ལམ་ཁག་ལ་ཡང་བརྡུངས་པ་སྟོན་མི་ཐུབ་པ་བྱས་ནས་མིའི་རྫུན་མ་དང་པར་རྫུན་མའི་རྒྱབ་ལ་ཡང་གབ་ནས་ཅིག་བཤད་བསྡད་མཁན་དེ་ཚོ་ལ་ཡང་འཇིགས་སྐུལ་བྱེད་ཀྱི་ཡོད་རེད་ཅེས་ཚོད་དཔག་གནང་ཞག་ཚིགས་བཅད་དྲུག་པ། ཟེར་ལུགས་ངང་མོས་ངུ་བཤད་རྒྱག་ཞོར་འགན་བློས་མ་བཟོད་དྲོད་ཤུར་གནང། འདེམས་མཐུན་མགོ་ལེབ་གསེར་བུམ་མིག་གི་མཆུ་ཏོ་རྡོ་ལ་ཡང་ཡང་བརྡར། ཞིམ་པོ་ཟ་རྒྱུར་དྲི་བ་ལངས་ནས་དྲི་མ་འཚུབ་འཚུབ་སྒོ་ལ་བུད། རྐུབ་ལ་ཉི་གཞོན་དལ་ཅག་བཞུས་དུས་ཤ་ཕོ་མཐར་མཐར་སྣང་ལ་འཛུལ། ལུ་གུ་རྒྱུན་སྐྱེས། རྙོག་མ་དང་དྲུག་བཤད་ན་བཤད་ཚུལ་ག་ལ་ཡོད། ཚིགས་བཅད་དེ་གི་ནང་དོན་འདི་བྱ་ཚང་འོག་མ་ནང་ལ་ཡོད་པས་གི། ངུ་ཆོག་ཆོག་བྱས་ནས་བསྡད་ཡག་གི། ཨ་མ་འདི། འགན་ཁུར་བཟོད་གི་མི་འདུག་ཟེར་བྱས་ནས་ངུ་ཤ་རྒྱབ་ཞོར་གྲོས་ཆེན་པ་འདྲ་པོ་དེའི་ཤུར་ནས་ཡ། བདེན་དོན། སེམས་ནི་ཁོ་རང། རྒྱལ་བའི་ཡང་སྲིད་ལ་དྲི་བ་ལངས་བྱས་ནས་བསྡད་ཡོད་རེད། ཐོ་བོ་ལ་ཡང་འཇམ་འདོད་ཆེན་པོ་ཡོད་དེ་ངས་ཞིམ་པོ་ཟ་འདོད་ཆེན་པོ་ལངས་ཏེ་ངས་རྙོག་མ་གཏིང་སློང་བྱ་ཡག་གི་འདོད་པ་གི་ཐོག་ལ་ཡང་ཧ་ཅང་གི་དྲི་བ་འཁུར་ཏེ་ངས་དེ་འདྲི་གཅིག། ངོ་སྤྲོད་གནང་བཞག་ཁྱེད་འགྲོ་བ་པོའི་ཚོད་དཔག་གནང་བ་བྱས་པ་ཡིན་ན། བྱ་ངང་མོ་ཟེར་ལུགས་མ་ཟེར་འདི་བདེ་སྲུང་བཀའ་བློན་གྱི་མིང་མཁྱེན་མཁན་གྱི་རྒྱ་རི་སྒྲོལ་མ་དང། འུག་པ་མགོ་ལེབ་བཟས་ཏེ་སྲིད་སྐྱོང་འདེམས་ཐོན་སྤེན་པ་ཚེ་རིང་ཡིན་པ་ལྟ་བུ་ཅིག་ལ་ངོས་འཛིན་གནང་བཞག་ཚིགས་བཅད་བདུན་པ། འབོ་ལུག་ཁྲོམ་པ་ཁ་ལུ་ནང་གི་ཤར་གླང་ཉག་མོ་ངོ་གཡག་མ། ཁོག་བཙོག་སྐེ་རང་སུག་མར་གང་གི་གསོན་པོར་སོང་སྟེ་བདག་ཧོར་བོར། བདག་རྐྱེན་སྐག་སྒྲོང་སྨྱོ་ཐང་ཅིག་ལ་བཙོང་ཐང་ཅིག་གི་རྒྱབ་ལྗོངས་ཡོད། བདག་ཅག་ཉག་རང་འཁོར་གྱི་དྲར་ན་ཆུ་ཤེལ་སྐས་ལས་རང་དབང་གཟིགས། མེད་པ་དེ་ཡང་བདེན་པ་རེད་ཟེར་ནང་གཏམ་ཞིག་ལ་གོ་ཡག་འདུག། ཚིགས་བཅད་དེའི་ནང་དོན་དེ་ཡང་བྱ་བཟང་འོག་མིན་གྱི་སྤྱོད་པ་ངོ་སྤྲོད་བྱས་ནས། མང་གཙོ་འབུ་བླུགས་པའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ། མི་ཤི་ཤོ་ག་ཟེར་ན་རེད། སྒེར་གཅོད་བཀའ་ཤག་གི་འཁོར་ཡུག་དེའི་ནང་ལོགས་ལ་ཡ། མགོ་མཐོ་མཐོ་དང་ལག་པ་རིང་རིང། ཅེས་འདེད་མཁན་གྱི་མི་གཅིག་ཡོད་པ་བྱས། མི་དེ། གོ་གནས་དེ་ལྟ་བུ་གཅིག་ལ། སླེབས་ཡ་འདི། གི་རྒྱུ་རྐྱེན། བདག་རྐྱེན། རྐྱེན་རྩ་དེ་ངོ་སྤྲོད་བྱེད་བཞག། མགོ་མཐོ་མཐོ་བྱེད་མི་ཆོག་མཁན་ཡང། ཁོར་ཡུག་དེ་ན་ཡོད་པ་ཡིན་དུས་ཆ་མི་སྙོམས་པའི་གྲལ་རིམ་གཉིས་ཡོད་པ་དང། ཡང་འདེམས་ཐོན་ཁོ་རང་གི་སྒེར་དབང་བེད་སྤྱོད་བྱེད་པ་དང། ཁོར་ཡུག་དེའི་ནང་ལོགས་ལ་སྐབས་འཚོལ་བ་དེ་འདྲ་ཡང་ཡོད་པ་ཡིན་དུས་ཡང་གནས་བབ་མི་འདྲ་བ་གཉིས་ཡོད་སྐྱེས་ཆེད་ངོ་སྤྲོད་བྱས་པ་འདྲ་བོ་ཅིག་ལ་གོ་བ་ལེན་པ་ཡིན། ཆེས་འབྲི་བ་པོའི་ཚོད་དཔག་རྣམ་པ་ནང་བཞིན་བྱས་པ་ཡིན་ན། ཆུ་ནང་ཉག་མོ་ཟེར་ཡ་འདི་ཤར་གླིང་ཟླ་སྒྲོན་དང། ཆུ་བྱ་སྐེ་རིང་ཟེར་ཡ་འདི་ཁྲིམས་སྒྲོང་ཟུར་པ། ད་ལྟའི་འདེམས་ཐོན་སྲིད་སྐྱོང་ཟེར་བ་འདི་ཡི་གེ་སློབ་སྟོན་པའི་མིང་ཁྱེར་མཁན་བཀྲ་ཤིས་རྒྱ་མཚོ་ཡིན་པ་གཅིག་ལ། ཚོད་པ་གནང་གི་འདུག་ཚིགས་བཅད་བརྒྱད་པ། ཆོས་ནི་དམར་ཞིང་བཀུག་ཤེས་ཐོག་ལ་འགྲིམ་པ་ལ་ཡང་ཁ་དོག་ཅན་ནི། སྙན་པའི་ངག་ནི་མ་ནུ་འདོན་དང་མ་རེ་གསེར་ས་མི་འདུག་སྟེ། འཇམ་ཞིང་སྙན་པའི་གཤོག་ཟུང་འགྱོང་པོ་རྩུབ་མོ་ཁྲག་ལ་མ་བརྡབས་གོང། གྲོགས་གྲོགས་མ་སྔགས་ཟབ་ཟབ་གལ་ཆེ། གོ་ན་གྲོགས་པོའི་སེམས་གཏམ་ཡིན་ན། ཚིགས་བཅད་དེ་ཡི་ནང་དོན་དེ་ཡང་བྱ་བཟང་འོ་མའི་ནང་ལ་ཡ། རྩོམ་པ་པོའི་གྲོགས་མོ་ཡིན་པ་འདྲ་པོ། མོ་རང་སྐད་རིགས་ཀྱི་ཐོག་ནས་རྒྱུགས་འཕྲོད་ཟིན་པའི་དབང་དུ་བྱས་ཆེ། རྡ་རམ་ས་ལའི་ཁོར་ཡུག་དེའི་ནང་ལོགས་ལ་ཡ། ཁྱེད་རང་ལ་ཆབ་སྲིད་ཀྱི་འཇམ་དར་དང། འདས་པའི་གི་རྩུབ་ལྟར་བྱས་པ་ལ་སོགས་པའི་གི་ཉེན་ཁ་ཡོང་གི་རེད་དཱ་ཞེས་བྱས་དེའི་གི་བརྒྱུད་རམ་ངོ་སྤྲོད་བྱེད་ཡག་དང། གྲོགས་མོ་ཁྱོད་རང་གི་སྤྲོ་གྲོགས་བྱེད་ཡག་འདི། མ་སྔ་ཟེར་བྱས་བྱས་ཧ་ཅང་སེམས་ཐག་ཉེ་བའི་ཚུལ་གི་གྲོགས་པོས་གི་སེམས་གཏམ་བཤད་པ་འདྲ་པོ་ཅིག་གི་ནི་ཚུན་འདུག། ཆེས་འགྲོ་བ་པོའི་ངོས་ནས། ཆུ་ནི་དམར་ཞིང་ཁུག་པ་ཞེས་པའི་ནེ་ཙོ་འདི། བཀའ་བློན་མིང་ཆེ་མཁན་ནོར་འཛིན་སྒྲོལ་མ་ལ་ངོས་འཛིན་གནང་ཤག། ཚིགས་བཅད་དགོད་པ། ཚངས་སྣང་ལྟས་ན་འདབ་གཤོག་ཉིས་ལྡན་རི་བོང་མགོ་གི་རྭ་ཡིན་མོད། ཨ་མ་ཞྭ་མོའི་སྒོ་ང་རུམ་དང་ཚ་བོ་ཡོ་རུབ་ཡོངས་གྲགས་རེད། རེ་ལྟས་ཐོགས་པའི་རི་མོར་བལྟས་ནས་ཅོ་ལོག་སློབ་ཡོན་སྤྱོད་ས་ནས། ཞྭ་མོའི་སྒང་ལ་ཨ་མ་བསྣན་རུང་ས་དེར་སྐྱོ་མ་ཁག་པོ་རེད། ཚིག་གཞི་དེའི་ནང་དོན་དེ་ཡང་བྱ་ཚང་འོག་མ་དེ་ལ་ཡག་སྒོ་ང་རུམ་སྟངས་ལ་སྐད་གྲགས་ཡོད་རེད་ད་ཟེར་ཅིག་ཨ་མ་ཅིག་ལ་ཡང་མཛུབ་མོ་བཙུགས་ནས་བཤད་བྱས། མོ་རང་གི་སློབ་ཕྲུག་སྐྱོང་སྟངས་ཅི་ཡིན་གྱི་ཡག་པོ་ཡོད་པ་ལ་ཆ་བཞག་ཞོག་ཟེར་ཅིག་བྱས་ནས། ཡིན་ན་ཡང་སྐད་ཡིག་གཉིས་ལྡན་གྱི་ནུས་པ་ལྡན་པའི་སློབ་མ་ཅིག་དེ། ཁྱེད་རང་གི་བཀའ་དྲིན་འོག་ལ་ཡ་བྱུང་མྱོང་ཡོད་མ་གདའ་ཟེར་ཅིག། མ་གཞི་ནས་བྱ་ཚང་འོག་མ་དེའི་ནང་ལོགས་ལ་ཡ། ཐོད་པའི་གི་རི་མོ་ལ་བལྟས་ནས་ལྷུ་མ་ལ་དབྱིན་ཇི་བྱེད་ས་གི་ས་བྱེད་ཅིག་ཡིན་ཙང། ཨ་མ་ཁྱོད་རང་ཁོར་ཡུག་དེ་ལ་ཡ་གྲུབ་འབྲས་ཐོན་རྒྱུ་གང་ཡང་ཡོད་མ་གདའ་ཟེར་གྱིས་ནས་ལམ་སྟོན་གནང་བཞག། མཆན་འབྲི་བ་པོ་གིས་བྱ་མོ་འདི། བཀའ་བློན་མིང་འཛིན་པ་ལྕང་ར་ཐར་ལམ་སྒྲོལ་མ་དང། རི་བོང་གི་རྭ་ཞེས་པ་འདི་ཨ་མ་དེའི་གི་སློབ་གྲྭའི་ནང་ལ་སྐད་ཡིག་གཉིས་ལྡན་གི་སློབ་ཕྲུག་ཅིག་རྩ་བ་ཉིད་ནས་ཡོད་མ་མྱོང་བ་ཞེས་བྱ་བ་དེ་ལ་ཡང་ཚོར་བ་སྣང་བྱ། ཚིག་ཅེས་བརྗོད་པ། རེ་བའི་སྙིང་པོར་ལྟོ་ས་གཅིག་པོ་རིག་བ་ཚང་གི་ཤ་གི་ཡང། དུག་དང་སྦྱར་དུག་གང་གིས་མི་ཚུགས་ཁྱེད་ནི་རྨ་བྱ་སྔོན་མོའི་སྐྲས། ཕུ་རིའི་ལྕགས་ལམ་གོང་མར་མི་ཐོགས་ཁྱེད་ནི་ཤ་རྒྱར་ཁྱུང་གི་བུ། སེར་བ་འཁྱེར་ལེར་ཁྱེད་སྐུ་བཞུགས་ན། ཤགས་ཚོགས་དབུར་མགོ་འཇགས་ཀི་རེད་དཱ།
དེའི་ནང་དོན་དེ། བྱ་ཚང་གོང་མའི་ཁོངས་སུ་གཏོགས་པ། བོད་ཁ་བ་ཅན་པའི་རེ་བའི་མིང་པོར་འདོད་ས་གཅིག་པུ། བོད་གཞིས་བྱེས་གཉིས་ནས་ལྷག་པར་བཙན་བྱོལ་ནང་གི་གཡང་ལྷ་ལྟ་བུ། ཁོང་ལ་ནི་རྒྱ་ཡི་ནད་དུག་དང། སྦྱར་དུག་དང། ཆབ་སྲིད་དང་བསམ་ངན་གྱི་དུག་ལ་སོགས་པ་གང་གིས་ཀྱང་མི་གནོད་པ་བྱས་ནས། སྐུ་བསིལ་བ་ཆེ་ལས་བཞུགས་ཐུབ་པ་ཡིན་ན། དེ་བཞུགས་པ་ཙམ་གྱིས་སྤྱི་དོན་ཁ་ཁྱེར་དང་སྒེར་དོན་ཁོག་གཉེར་བའི་འུར་ཟིང་བསླངས་བཞིན་པའི་སྤྱི་ཚོགས་འདི་ལྷིང་འཇགས་ལ་འགྲོ་རྒྱུ་ཡིན་པ་འདྲ་པོ་གཅིག་གསལ་སྟོན་བྱས་བཞག་གོ་བ་རག་པ་འདྲ་གཅིག་བླངས་པ་ཡིན་ན་དེ་འདྲ་འདྲ་གཅིག་རེད། ཡིན་ན་ཡང་ཆེས་འགྲུལ་པ་པོ་གི་རྨ་རྗེས་སྲས་དང་ཇག་སྒེར་ཁྱུང་གི་བུ་ཞེས་པ་དེ་གོང་ས་མཆོག་ལ་གོ་དགོས་པ་ཅིག་ལ་ཚོར་བ་གནང་འདུག
ཚིགས་བཅད་བཅུ་གཅིག་པ། སྡེར་ཐོག་རིགས་ལ་རྩ་ཟན་དང་ནི་སྙིགས་ཐོག་སྤྲེལ་གི་ཤ་ཟན་པ། གང་ལ་གང་འདུལ་བལྟས་ཉེས་གཏོང་མཁན་སྣང་མཐའི་ཟློས་གར་འབྲིང་སྔོན་ཅན། ལུག་དང་མ་ཉོག་རི་ལ་བརྒྱབ་ནས་རྫུ་བོ་སྔགས་ལོག་ཤི་པ་མིན། དབྱར་སྐད་རྣམས་ལ་སྙིགས་བཟི་ཡོད་ན། དྭ་ཕྲུག་འདི་དག་མགོ་ཐང་རེད། ཚིགས་བཅད་དེའི་ནང་དོན་ཡང། བྱ་ཚང་གོང་མའི་ནང་ལ། སྤྱི་དང་འཇིག་རྟེན་འདིའི་ཁམས་ལ་ཡང། དཔེར་ན། ར་ལུག་དང། སོ་ལ་སོགས་པའི་གི། སྒོ་ཟོག་ངན་པ། སྐྱོ་བ། དེའི་རིགས་དེ་ཚོ། རི་སྒང་ལ་ཡང་དེད་ནས་རྫི་བོ་འགྲོ་བའི་སྐབས་ལ་ཡང། དེ་ཚོ་ཚང་མ་ལུག་རི་སྒང་ལ་རྒྱབ་བྱེད་ནས། རྫི་བོ་དེ། ཕྱིར་སྔ་ལོག་བྱས་ནས་ནང་ལོག་ལ་ལོག་ཡོང་བ་འདྲ་བ་ཧ་ལམ་མེད་པ་རེད་དཱ། དེ་ནང་བཞིན་གྱི་བོད་མི་བཙན་བྱོལ་བའི་ནང་གི་དྭ་ཕྲུག་དེ་ཚོ། མགོ་མེད་སྐྱ་མེད་དེ་ཚོ། བློས་གཏོང་མི་སྲིད་པ་འདྲ་བོ་ཞིག་རེད་དཱ་ཟེར་ཡ་འདྲ་བོ། ཡང་ན་མོས་པ་སྣ་ཚོགས་ཡོད་པའི་མི་རྣམས་ལ་གང་ལ་གང་འདུག་གི། ལམ་སྣ་སྟོན་མཁན་ཡང་དོན་གྱི་བདག་པོ་རང་ཉིད་ཡིན་པ་ལྟ་བུ་བྱེད། ཚིགས་བཅད་འདི་གི་ནང་དོན་འདི་འདི་ནས་འགྲེལ་བཤད་ཞུ་ཐུབ་ཡ་དེ་འདི་འདྲ་འདྲ་ཞིག་རེད། ཆེས་འགྲོ་བ་པོ་གིས་ཚོད་དཔག་གནང་བ་ལྟར་ན་འདིའི་གི་སྦྱར་འབྲི་སྔོན་ཅན་ཟེར་ཡག་སྟེ་གོང་ས་ཆ་ལ་གོ་གྱིན་པ་བྲིས་བཞག། ཚིགས་བཅད་བཅུ་གཉིས་པ། ཡར་ཞུས་མ་ཅོག་ཧོར་འཇིར་སོགས་ཀྱི་སྐུ་ངར་སོགས་རུ་མ་བཅུག་ཁར། འགོག་ཁབ་རིམ་པ་ལྟར་ཆགས་དེ་འདྲ་གཉིས་ལྷག་ལྷག་མཚན་མོ་དུ་རེད། མགུར་ཁྱམས་བརྩམས་ལ་གསོལ་སྨོན་མ་མང། བཅུ་གསུམ་སྒང་གི་ལྷ་བཞག་འདི། སངས་རྒྱས་གསུམ་པོར་ཀ་ཁ་དང་ནི་ཤུ་ལོག་གཉིས་བ་ཉིས་བརྩེགས་བཅས། བདག་ལ་ཕོག་ནས་གང་ལ་བརྫངས་ན་ཡིད་ལ་འགྱོད་པ་སྤུ་ཙམ་མེད།
ཚིགས་བཅད་དེའི་ནང་དོན་དེ་གོང་ས་མཆོག་གིས་མགུར་ཁྱམས་བརྩམས་ལ་ཡང་གསོལ་སྨན་ཕུལ་ཡ་མང་དྲགས་པ་ཡིན་ན་རྒྱལ་དབང་སྐུ་འདྲེ་བཅུ་གསུམ་པའི། སྐུ་ཚེའི་ལོ་རྒྱུས་ཀྱི་ནང་གི་བསླབ་བྱ་དེ་ང་ཚོ་ལེན་ཆོག་གི་ཡོད་རེད། ཅེས་བཤད། མཇལ་ཁ་ཞུ་ཡག་གི་ལུགས་མཐུན་གྱི་འགྲོ་ལམ་ཙམ་ཡང་མ་བརྒྱུད་པ་བྱས། སྐབས་དེའི་གི་དབང་ཆ་སྒེར་གཅོད་པས་ཧོར་རྒྱུག་གིས་གློ་བུར་དུ་སྒྲུབ་ཁང་ནང་ལ་ཡང་འཛུལ་སོང་ཟེར་ཡག་གི་སྐད་ཆ་དེ་བདེན་པ་ཡིན་པ་ཡིན་ན། དེའི་གི་གོང་ས་མཆོག་ལ་ཡག་སྐུ་ལྔས་གསོལ་བའི་གི་ལྷིང་བྱ། སྤྲོ་ཡོ་བ་དེ། སྨོན་མེད་ཡིན་པ་ཅིག་ལ་ཡང། ངོས་འཛིན་གནང་བྱེད། དངོས་གནས་བྱས་པ་ཡིན་ན་གོང་ས་མཆོག་ལ་ཡང་འགོག་སྐབས་རིན་པ་བུ་ཡག་ཡང། སངས་རྒྱས་ལ་མཚན་སྨོད་ཞུས་པ་རེད་ཅེས་བཅས་ཐག་བཅད་ནས་བཤད་བཞག། ང་ཀླུ་མཁར་བྱམས་ཀྱི་སེམས་ཁྲལ་བྱེད་པ་དེ་ལོག་འགྲེལ་བྱས་བྱས། མི་ཁ་ཤས་ཀྱིས་སངས་རྒྱས་ལ་ཀ་ཀ་ལབ་སོང། ཞུ་ལོག་འཕུར་སོང་ཟེར་བྱས་ནས། ཉེས་པ་ཉིས་བརྩེགས་ཅིག་རྒྱབ་བྱས་ནས། ང་བློ་དཀར་བྱམས། ས་ཆ་དང་ཡུལ་ག་འདྲི་གཅིག་ཏུ། བརྫངས་པ་ཡིན་ན་ཡང་བཏང་པ་ཡིན་པ་ཡིན་ན་ཡང་སེམས་སྐྱོ་སྤུ་ཙམ་ཡང་མེད་ཟེར་གྱི་ནས་སྡོམ་དེ་རྒྱབ་ཤག།
ཚིག་བཅད་བཅུ་གསུམ་པ། ལི་ཐང་སྐོར་ནས་ཤེར་ཡོང་མེད་པའི་ཁྱུང་ཁྱུང་དཀར་མོ་འུར་ཤོར་ན། ང་ངུར་ཚོགས་ཀྱི་ས་ཁ་དར་ནས་རྒོད་པོའི་འཕུར་ལམ་འགོག་ས་ན། ཉེ་འཁྲིས་གསེབ་ཀྱི་གླག་མོ་ཆ་ཁ་དུས་ཀྱི་སྐུ་ཡང་མ་ཐོབ་གོང། བདག་ཅག་སེམས་ཅན་ཙམ་དུ་མ་ཟད་ཁྱེད་ཉིད་ཡང་ནི་ཁྱེད་ཀྱིས་སྐྱོབ།
ཚིགས་བཅད་དེའི་ནང་དོན་དེ། གོང་ས་མཆོག་ལ་ཡང་དབྱིན་འགྱུར་སྙན་གྲྭའམ་ཤུ་ལོག་ཕུལ་མཁན་རང་ཁེ་སྒྲུབ་མཁན། གོ་སྐབས་འཇུ་མཁན་ལ་སོགས་པ་མང་པོ་ཅིག་གི་འཚང་ཁ་རྒྱབ་བཞིན་པའི་གི། དེ་ཡི་ཁྲོད་ལ་ཡང་གནས་སྐབས་གོ་སྐབས་རག་ཡ་ཁག་པོ་ཞིག་རག་རེད། བོད་མི་བཙན་བྱོལ་བའི་མཁས་དབང་དང་རྣམ་དཔྱོད་ཅན་གྱི་རྩོམ་པ་པོ་དང། མཐུ་རྩལ་ཅན་གྱི་དཔའ་རྒོད་ལ་སོགས་པ་ངེས་དོན་གྱི་གནད་ཡོད་མི་སྣ་དེ་ཚོས་གི་འགན་ཁུར་ལེན་པའི་གི་དུས་ཚོད་མ་སྨིན་གི་བར་ལ། སངས་རྒྱས་རང་ཉིད་ཀྱིས་རང་ཉིད་སྐྱོབ་དགོས་པའི་ལམ་སྟོན་གལ་ཆེ་ཞིག་ཀྱང་ངོ་སྤྲོད་གནང་བཞག་ཆེས་འབྲེལ་བ་པོའི་གིས་འདི་ཡི་ཁྲུང་ཁྲུང་དཀར་མོ་ཞེས་པ་འདི་སྲིད་སྐྱོང་ཟུར་པ་མཁས་དབང་བློ་བཟང་སེང་གེ་དང། ངང་པ་དང་ངུར་པ་ཞེས་པ་འདི་ཆོས་སྲིད་ཟུང་འབྲེལ་གྱི་གོ་སྐབས་འདིའི་འོག་གི་བླ་དཔོན་གྲྭ་དཔོན་རྣམས་ལ་གོ་ཡག་བྱ་དགོས་ཞེས་པ་འདི་བཙན་བྱོལ་བོད་མིའི་མི་ཆོས་རིང་ལུགས་པའི་མཁས་དབང་ཚོ་དང། གླག་མོ་ཟེར་བ་འདི་གནམ་འོག་གི་གསར་འགྱུར་དང་བང་ཆེན་གསར་ཁང་ལ་སོགས་པར་གོ་རྒྱུ་ཡིན་པ་ཚོད་དཔག་གནང་བཞག།
ཚིགས་བཅད་བཅུ་བཞི་པ། སྔོན་པོ་རི་ནི་ཤ་རུས་ཅན་གྱི་ཕོག་འགྱུར་ཅུང་ཟད་མངོན་པ་འདིས། འབྲི་སྔོན་ཟླ་བའི་དགོངས་རྒྱན་གང་ལ་ཤ་མཚོག་གཉིས་ལས་གསལ་འགྱུར་ན། བདག་གི་བསམ་པ་དེ་ཡིས་རྫོགས་སོང་ཤ་ཡི་བྱེད་ལས་རྫོགས་པར་གྱིས། བྱ་མ་བྱིའུ་བསྐོལ་ལྷུབ་འགའ་ལ། ཧོ་རོག་དཀར་བོ་གསེར་གྱི་བཅུད། དེ་ཡི་ནང་དོན་འདི། ཨོ་གླིང་ཡུལ་གྱི་གནས་སྔོན་པོ་རི། གཟིགས་ཡོད་ན་འདྲ་སྙིང་གའི་ནང་ལོགས་ལ Blue Mountain ཞེས་པ་ནས། རྩོམ་པ་པོས་གནའ་སྔ་མོའི་གི་ལོ་རྒྱུས་རྙིང་པ་ཞང་ཞུང་གི་རྒྱལ་རབས་སོགས་ནང་ལོགས་ལ་ཡ། བྱ་ར་ཅན་ཞེས་པ་དེ་དང་དེའི་རིགས་ལ་ཡ་མཚུངས་བསྡུར་བྱས་པ་ལྟ་བུ་གིས་རྩོམ་པ་པོ་རང་ཉིད་ནས་ཀྱིས་གཉའ་ཞུམ་ཞུམ་དང་མགོ་སྒུར་སྒུར། རྣ་བ་ལག་པས་མར་འཐེན་བྱེད། ཅེས་མར་མནར་བ་དུས་མཉམ་བྱེད་པ་དེ་འདྲ་མ་ཡིན་པ། ང་བྱ་ར་ཅན་སེར་བྱེས་ཀྱི་ཉམས་འགྱུར་དང་སྤོབས་པ་ཐུམ་འབུད་ཀྱིས་རྡོ་རྗེའི་བཀའ་ལུང་བསྒྲགས་པ་ལྟ་བུའི་རྣམ་འགྱུར་ལྡན་པའི་ཐོག་ནས། ངས་བཤད་པ་དེ་དོན་གྱིས་བདག་པོའི་དགོངས་པའི་གེགས་སུ་མ་སོང་པར་དགོངས་པའི་རྒྱན་དུ་སོང་བའམ། ཡང་ན། མགོ་འཐོམ་བཞིན་པའི་མང་ཚོགས་འདི་གཉིད་ཅིག་སད་སོང་བ་ཡིན་ན། ཉིན་མོ་དེ་ནས་བཟུང་བདག་གི་བསམ་པ་རྫོགས་པ་ཡིན་ཅེས་ནས། གཡག་གི་ཤ་རྫ་མི་གཅོད་མཁན། མར་གི་ཤིས་རྫ་མི་གཅོད་མཁན་ཟེར་བའི་སྤྱི་ཚོགས་ནང་ལོག་ལ་དཔེ་ཡོད་པ་ནང་བཞིན་བྱས་ནས་སྤྱི་ཚོགས་ཀྱི་གད་སྙིགས་དུ་གྱུར་པ། རང་ཁེ་འཚོལ་མཁན། སྤྲེལ་ལད་འཁྲབ་མཁན། དེ་ཚོའི་རིགས་ཀྱིས་ང་ལ་ཡང་ངན་བརྗོད། ག་འདྲི་ཅིག་བྱས་པ་ཡིན་ན་ཡང་ངས་སྣང་མེད་གཏོང་རྐྱང་བྱེད་ཀྱི་ཡིན་ཟེར་ནས་འགྲེལ་བརྗོད་བྱས། ཤ་ཆེན་འགྲོ་བ་པོ་གིས་འདི་ཡི་གི་བྱ་ར་ཅན་དེ་རྩོམ་པ་པོ་ཨ་ཚོགས་ཀླུ་མཁར་བྱམས་རང་ཉིད་དང། བྱ་འབྲི་མགོན་ཟླ་བ་ཞེས་པ་དེ་གོང་ས་མཆོག་བྱ་མ་བྱིའུའམ། ཙི་ཙི་སྒམ་པོ་དེ་བོད་མི་བཙན་བྱོལ་བའི་ནང་གི་དབྱིན་འགྱུར་དཀྲུག་ཤིང་རྒྱག་མཁན་དེ་ཚོ་དང། ཕོ་རོག་དཀར་པོ་ཞེས་པ་དེ་ཀླུ་མཁར་བྱམས་རང་ཉིད་ཡིན་པ། མཚོན་པ་རེད་ཟེར་གྱི་ནས་འགྲེལ་བཤད་གནང་བཞག་ཀླུ་མཁར་བྱམས་ཀྱི་རྩོམ་ཡིག་དེ་གི་མཇུག་ལ་ཡང། གོང་ས་མཆོག་གི་མགུར་འཆམ་ཞེས་ཡོད་མེད་མང་ཚོགས་ནང་གསལ་ཁ་མེད་པའི་ཐོག་ལ། ཁོང་གི་ཕོ་བྲང་རབ་གསལ་དུ་རི་གཟིགས་གནང་བཞིན་པའི་སྐུ་པར་ཞིག་བསྒྲོན་པ་དེ། བརྒྱུད་ལམ་ཁག་ནས་གསར་རྙིང་ངོ་རྟགས་མ་ཆོད་པ་དང་དབྱར་དགུན་ཧ་ལོག་འདུག་ཟེར་བ་སོགས། གླིང་ཕྱོགས་སྣ་ཚོགས་ཐོན་བཞིན་པའི་སྐབས་འདི་ལ་ཡང། འབྲེལ་ཡོད་དྲ་གྲོགས་འགའ་ཤས་ཀྱིས། འདིའི་ཐོག་ལ་ཁོ་བོ་ལ་ཐད་གཏོང་ཞིག་བྱེད་རོགས་ལབ་ནས། བསྐུར་མ་ནན་ཆེར་གནང་མཁན་དག་གིས་ངོ་མ་ཆོད་པ་བྱས་ནས། ཐད་གཏོང་གི་ཚབ་ལ་བྱ་འབྲི་སྔོན་ཟླ་བའི་རྟོགས་བརྗོད་ལ་སྦྱར་ནས། གླིང་རྙོག་རྒྱབ་ལྗོངས་འཛིན་མོ་རི་སྟོན་གྱིས་དཔེ་ནང་བཞིན་བྱས་ནས། མཐོ་སྒྲིལ། ཞེས་པ་འདི་དཔེ་ཁུར་ལགས་ན། འདིས་ཀྱང་རིག་པ་སྨྲ་བའི་དྲ་གྲོགས་ལྷན་རྒྱས་སྤྲོ་པོ་ཡོང་བའི་རེ་བ་དང་བཅས། ཨ་ཚོགས་ཀླུ་མཁར་བྱམས་བོད་པས་ཨོ་གླིང་སྔོན་པོའི་རི་ནས་སྦྱར་བ་དགེའོ་ཞེས་ནས་བྲིས་ཤག། རྩོམ་ཡིག་གི་མཇུག་བྱང་འདིའི་ཐོག་ནས་རྩོམ་ཡིག་དེ་ལ་ཡར་སློབ་སྦྱོང་གནང་མཁན་གྱི་བློ་ལྡན་ན་གཞོན་རྣམས་ལ། རྩོམ་ཡིག་ཚིགས་བཅད་དང་པོ་འདི་ཁ་ཇེ་གསལ་ལ་བཏང་སོང་སྙམ་པའི་སྣང་ཚུལ་ཞིག་ཀྱང་ཡོང་སྲིད་པ་རེད། ངེས་པར་དུ་གསལ་བཤད་བྱེད་དགོས་པ་གཅིག་ལ་ཡ་ཀླུ་མཁར་བྱམས་ཀྱི་རྩོམ་ཡིག་འདིའི་གི་ཚིགས་སུ་བཅད་པ་གཉིས་པ་དང། བཅུ་པ། བཅུ་གཅིག་པ། བཅུ་གཉིས་པ། བཅུ་བཞི་པ་བཅས་ལ་ཡ། མཁས་པའི་ཞལ་ན་ཅི་ཡང་བདེན། སྙན་ངག་པ་ལ་ཅི་ཡང་རྒྱན་ཟེར་བ་ནང་བཞིན་བྱས་ནས། སྙན་ངག་གི་སྒྱུ་རྩལ་རིག་པ་ལས། བསྟོད་པའི་གི་ཚུལ་གྱིས་སྨད་པ་དང་སྨད་པའི་གི་ཚུལ་གྱིས་བསྟོད་པ་ལ་སོགས་པ། རྩོམ་ཡིག་ལ་གོ་བ་ལེན་སྟངས་སྣ་ཚོགས་ཤིག་ཡོང་གི་ཡོད་པ་ཡིན་དུས། ཀླུ་མཁར་བྱམས་ཁོང་རང་ཉིད་ཀྱིས་གོ་བ་འདི་རེད་ཟེར་བ་ཅིག་གོ་བ་རང་ཉིད་ཀྱིས་མཐའ་གཅིག་ཏུ་ཁ་ཚོན་བཅད་ནས་བཤད་ཐུབ་ཡ་མི་འདུག་འདི་ག་གསར་འགོད་པའི་གི་ངོས་ནས་དོན་གྱི་བདག་པོར་ལྟོས་མེད་ཀྱི་ཕྱོགས་སོ་སོ་གང་དུ་ཡང་གཡེང་སློང་གཡུང་སློང་མེད་པའི་གོ་བ་ཞིག་ལེན་དགོས་བྱས་པ་ཡིན་ཡིན་ན་ཡང་ཕྱོགས་གཞན་པའི་གི་ལྟོས་པའི་ཚུལ་གྱིས་སྨྲས་པ་རེད་ཟེར་བྱས་བྱས་ལུག་དང་མ་ཉོག་རི་ལ་བརྒྱབ་ནས་རྫུའོ་སྔ་ལོག་བྱས་ཤག་ཟེར་སོང་ད་ཕྲུག་ཚོ་ལ་ཡ་བདག་པོ་བརྒྱབ་གི་མི་འདུག་ཟེར་སོང། སངས་རྒྱས་ལ་གདེང་ཚོད་མི་འདུག་ཟེར་སོང། བྱ་འབྲུག་སྔོན་ཟླ་བ་བཙོན་ཁང་ནང་ལ་ལས་བཞག་ཟེར་སོང་ཟེར་བྱས་བྱས། ལས་མ་དག་པའི་འགྲེལ་བཤད་སྣ་ཚོགས་ཅིག་ཡོང་སྲིད་པ་རེད། ཀླུ་མཁར་བྱམས་ཀྱིས་བྱ་འབྲུག་སྔོན་ཟླ་བའི་ཕྱི་མོ་བྱ་ཤི་གསལ་བས་མ་ལོངས་པ་ཞེས་པའི་རྩོམ་ཡིག་དེ་གསར་འགོད་པ་དང་རྩོམ་པ་པོ་ཧ་ཅང་མང་པོས་གདེང་འཇོག་ཆེན་པོ་གནང་འདུག་པའི་ཁྲོད་ནས་རྩོམ་པ་པོ་གྲགས་ཅན། མདོ་སྨད་པ་ལྷ་ལྡན་གནམ་ལོ་ཡག་ནས་ཀྱང། སྙན་ངག་འདིར་ཁྱད་ཆོས་གསུམ་འདུག་གཅིག། སྲོལ་རྒྱུན་རྩོམ་ཟུར་ཁ་སྐད་ཅན། གཉིས། འབྲི་སྔོན་ཟླ་བ་མི་གཟུགས་ཅན། གསུམ། ཚིག་གི་སྦྱོར་བ་དམངས་གཟུགས་ཅན། གཅེས་སྤྲས་བྱེད་མ་ཤེས་ན། འདི་དག་མ་འོངས་པར་མཇལ་ཁག་པོ་རེད་འདོད། བྱས་བྱས། མཐོང་ཆེན་གནང་བཞག། རྩོམ་ཡིག་དེ་ལ་ཡ་ཆེས་འགོད་པ་པོ་དང། རྩོམ་པ་པོ་ཅོ་རི་ཉི་མ། ཁོ་རང་གིས་མཆན་དེའི་གི་འོག་ལ་ཡ། འདི་འདྲ་ཅིག་བྲིས་བཞག། གསལ་བཤད། ཅོ་རི་གིས་བཙན་བྱོལ་ནང་དུ་རྩོམ་ཡིག་གོ་ཁག་པོ་འདི་འདྲ་ཞིག། མཐོང་མྱོང་མེད་ལ་བཀླགས་མྱོང་ཡང་དེ་བས་མེད། ངོ་དེབ་ཐོག་ཏུ་མཆན་འདེབས་པ་པོ་མང་པོས་ཀླུ་བྱམས་ཀྱི་རྩོམ་ཡིག་འདིའི་གོ་བ་ལོན་མདོག་དང་ཤི་མདོག་བྱེད་བཞིན་འདུག་ཀྱང་དེ་ནི། རྒོད་མོ་ཞོ་ཡ་འདྲ་ཞིག་མཐོང་སོང། རྩོམ་ཡིག་འདི་ལ་དུས་ཚོད་མང་པོ་བཏང་ནས་ཐེངས་བཅུ་ལས་མང་བ་བཀླགས་པ་ཡིན། འོན་ཀྱང། ད་དུང་ནང་དོན་ཆ་ཚང་བ་ཞིག་རྟོགས་མ་སོང། སྙན་ངག་འདིས་བཙན་བྱོལ་སྤྱི་ཚོགས་ནང་གི་གནད་ཡོད་མི་སྣ་མང་པོ་ཞིག་གི་མངོན་གསལ་མིན་པའི་བྱེད་ལས་དེ་བསྟན་འདུག་པས་རྟོགས་ཁག་པོ་འདུག་གོ་ཞེས་འབྲི་བཞག། གནམ་འོག་གི་གསང་རྒྱུད་ཚན་པའི་རྩོམ་སྒྲིག་པ་ཉག་རོང་བཙན་པོ་སྒེར་ངོས་ནས་ཀླུ་མཁར་བྱམས་ཀྱི་རྩོམ་ཡིག་དེར་བསྡོམས་གཅིག་བརྒྱབ་པ་ཡིན་ན། གནའ་སྔ་མོའི་བོད་ཀྱི་ལམ་ལུགས་རྙིང་པ་ལ་དཔེ་བཤུ་བྱེད་པ། དེང་སང་གི་རྡ་སའི་སྒེར་བདག་སྲིད་གཞུང་དེ། དེང་རབས་མང་གཙོའི་ལམ་ལུགས་ཀྱི་ཁྱད་ཆོས་དང་མི་ལྡན་པ་མ་ཟད། ལྐོག་གཡོ་ངན་བྱུས་བཤམས་པའི་སྒེར་བདག་རིང་ལུགས་ཀྱི་རྩ་འཛུགས་ཅིག་ཡིན་པའི་ཐོག་ལ། བླ་ན་མེད་པའི་སངས་རྒྱས་ལ་མཐོང་ཆུང་བྱས་པའམ་མགོ་སྐོར་བཏང་བ་སོགས་དོན་དམ་པའི་འཚེ་མེད་ཞུ་མཁན། དམ་པའི་ཆོས་ཀྱི་ཤག་རྩི་ཡོངས་སུ་བསྐམས་ནས་ཆོས་མེད་སྲིད་མེད་དང་རུལ་སུལ་ཐང་སྐམ་གྱི་སྒྲིག་འཛུགས་ཤིག་རེད་ཅེས་བསྡོམས་ཚིག་བསྐྱོན་ཡོད་པའི་ངོས་འཛིན་ཞུ་གི་ཡོད།
ཐེངས་འདིའི་གནམ་འོག་གི་གསར་འགྱུར་ཚན་པའི་སྐབས་བསྟུན་ལས་རབས་ངོ་སྤྲོད་ཞུ་ཚགས། འདི་ག་གནམ་འོག་གི་གསར་འགྱུར་ཚན་པའི་དྲ་རྒྱའི་ཁ་བྱང་ནི། www.democracyofthetibettotibet.net། རེད། ཐེངས་རྗེས་མའི་ལས་འཚོལ་ན་བསྐྱར་དུ་མཇལ་ཡོང། བཀྲ་ཤིས་བདེ་ལེགས།